གཞིས་ལུས་རྒྱ་ཆེ་མི་མང་འདིའི་བདེ་སྐྱིད་དང་སེམས་ཤུགས་ཧ་ལས་པ་རེད། ད་མི་འབུམ་ཁ་ཤས་བསད་པ་རེད། རི་འདི་ཡིན་ནའི་བོད་པའི་སྙིང་སྟོབས་བརླག་ཡོག་མ་རེད། ཨ་རི་ད་ག་འདྲ་ཞིག་སྤུག་ཚུན་ཆུའི་སྒང་ནས་ཨ་ནི། Brain Wash། སློབ་གསོ་བཏང་ནས་དེ་འདྲ་ཞིབ་བྱ་ཡོག་རེད་དེ་ཡིན་ནའི། དར་སྐྱེ་སའི་སྤུག་ཚུན་ཆུའི་ཚོ་ཡེ། ཅིག་བོད་པའི་ང་ཚོ་བོད་པ་ཡིན་ཟེར་ནས་འདི་འདྲ་ཡིན་པའི་སེམས་ཤུགས་རུ་ཁྱི་དེ་ཨ་དེ་ཧ་ལས་པ་རེད་བཞག་ཨ་ནི་རྒྱ་ནག་ནང་ལ་ད་ལས་བྱེད་པ་གུང་ཁྲན་ཏང་ཡོན་ནང་ལ་འཛུལ་བསྡད་པ་སྔ་མོ་ང་ཆུང་ཆུང་ག་ལ་ང་ཚོ་ལྷ་སར་ཡོད་དུས་འབའ་པ་ཕུན་ཚོགས་དབང་རྒྱལ་ཨ་ནི་ད་ག་ནས་ཤིང་ག་འདྲ་སངས་རྒྱས་ཡེ་ཤེས་སངས་རྒྱས་ཡེ་ཤེས

བྱས་ཙང་སེམས་ཀྱི་གཏིང་ལ་ཡང་བོད་པའི་མི་རིགས་ཤིག་ཡིན་ཕྱིན་ཆད་ལ། ཅིག་སེམས་ཀྱི་གཏིང་ལ་ཅིག་དགའ་གསོ་རེད་བོད་པའི་རིགས་གཞུང་ཟེར་ནས་མི་འདུག་གང་འདྲ་ཆོས་དད་ཡོད་དེ་བས་ཅི་གསལ་བོ་ཤག་རེད་ཤག། ཨེ་ནི་འབའ་པ་ཕུན་ཚོགས་དབང་རྒྱལ། འོན་ཀྱི་གྲོགས་པོ་ཤག་ཡིན། གུང་ཁྲན་ཏང་ཡོན་རེད། ཧཧཧ། ལྷའི་སྲིད་ནས་སྔ་མོ་པིས་པའི་གྲས་རེད། ང་ཚོ་བོད་གཞུང་གི་ཐོག་པ་ཆེན་ཆེན་པིས་པ་རེད། ཕུན་ཚོགས་དབང་རྒྱལ་དེའི་གྲས་གཅིག་རེད། ཞུ་དགོངས་ང་ཉིད

ང་གཉིས་བོད་ཀྱི་པེ་ཅིང་ལ་སྐད་ཆ་རེ་བཤད་བྱས། ཕུན་ཚོགས་དབང་རྒྱལ། ད། ང་ཚོ་བོད་མི་རིགས། ད། དེར་ཁེལ་སའི་དུས་ཚོད་ལ་ཡང་ང་ཚོ་བར་སྐབས་པས། དཀའ་ངལ་ཞེ་བོ་ཅིག་འཕྲད་བྱས་པས། སྐྱོ་བོ་ཅིག་ཆགས་བསྡད་པ་དེ་ད་ཡ། ཅིག་བས། ག་ཚོགས་རེད་མི་རིགས་འདིར་ཧྲ་ཐག་ཐག་ཅིག་ཡོང་ཐུ་ཡག་གི་ད་རེ་བ་ཆེན་པོ་ཡོད། རྒྱ་ནག་གུང་ཁྲན་ཏང་གི་རོ་བ་བྱས། ཨེ་ནི། དེ་རྒྱ་གར་རུམ་ཆེས། ང་ཁ་བྲོ་ཅིག་བྱ་ཡག་རེད་ཨེ་ང་ཡ་འདི་འདྲ་ཟ། དེ་རྒྱ་གར་རུམ་ཆེས།

གུང་ཁྲན་ཏང་ཡོན་ནང་འཛུལ། ཆོས་དད་བཞག་དམིགས་བསལ་ཡོག་མ་རེད་ཡོག་མ་རེད་དེ་ཡིན་ནའི་བོད་མི་རིགས་ཀྱི་ཞེན་ཁོག་དེ་ཧ་ལས་པ་ཞིག་འདུག་བ། ངས་དེ་དུས་རྒྱ་ནག་ལ་ཡོད་པའི་ཁ་ཐུག་ལས། ད་ཨེ་ནི་མཚོ་སྔོན་ཁུལ་ལ་ཕྱིན་པ་དང་ཁམས་ཁུལ་ལ་ཕྱིན་པའི་ཁ་ཐུག་ལ་ཏང་ཡོན་མང་པོ་བོད་རིགས་ཏང་ཡོན་མང་པོ་ཅིག་ངས་ཐུག་ཡོག་རེད་ད་དེ་ཚོ་ཚང་མ་ལོ་མི་རིགས་ཀྱི་ཞེན་ཁོག་ཧ་ལས་པ་རེད་བཞག། ད་མི་རིགས་ཀྱི་ཞེན་ཁོག།

ད་ཕུན་ཚོགས་དབང་གྱི་ཡང་ཡོང་གི་མ་རེད་ས། འདི་ཕལ་ཆེར་ལྔ་བཅུ། ཕལ་ཆེར་ང་དྲུག་ལྔ་བདུན་བསྡུ་བ་ཅིག་ཡིན་པ་འདྲ། ཕུན་ཚོགས་ཀྱིས་ཁོ་ཚོ་མ་འཇུས་གོང་ལ་རེད། འཇུས་མ་འཇུས་ག་དུས་དེ། ཨོ། རྒན་སྤུན་པོ་དེ་གིས་ང་ལ་ཡ། ད་ཕུན་ཚོགས་དབང་གྱི་ཡང་ཡོང་གི་མ་རེད། ད། ག་རེད་བསམ་ན། ཕུན་ཚོགས་དབང་གྱི་མི་རིགས་རིང་ལུགས་ཞི་བ་ཅིག་ཤུགས་ཆེན་པོ་རེད་ཤག། དཔེར་ན། ཨ་ནི་ཕུན་ཚོགས་དབང་རྒྱལ་གྱིས།

རེད་པ། ལྔ་བཅུ་ང་དགུའི་ད་གནས་ཚུལ་རྩ་བཀྲ་ཤིས་པོ་ཅིག་ཆགས་ཆེ། ད་ནུབ་གླིང་ག་ནས་བོད་ཡོང་པའི་ཁ་ཐུག་རེ་ཡར་ད་སོང་གོ་ཐོན་ཡོང་མི་ཡོང་བསམ་ནས་བོད་ཡོང་པ་ཡིན། ཐབས་ཤེས་གང་ཡོང་ཅི་ཡོང་འགལ་བ་མེད་པའི་ཐབས་ཤེས་བྱས་པ་ཡིན། ད་གནས་ཚུལ་ལྷིང་འགུལ་བྱུང་ན་བསམ་ནས་ཁྱོན་ནས་འགྲུབ་མ་སོང། ཟླ་བ་གསུམ་པའི་ཚེས་པ་བཅུའི་ལྷ་ས་མི་མང་ཡར་ཡོང་བྱས། ཅེས་ངོ་རྒོལ་བྱས། ད་གེ་མོ་བོད་ནས་ཕར་རྒྱུགས་ཟེར་ནས་སྐད་འབོད་བྱས་ཤུགས་ཆེན་པོ་ཞིའུ་བྱས་ནས་འདུག་སེ་ནུབ་གླིང་ག་སླེབས་རེད་ཨེ་ནས་ངས་ཁོང་ཚོ་ཁ་ཤས་ཁོང་ཚོ་འགོ་ཁྲིད་དུ་རེ་ཅིག་ཡ་ཤོ་ཟེར་ད་འདུག་ཟིང་ཟིང་བྱས་མ་སྡོད་ཟེར་ཨེ་ཁྱེད་རང་ཚོའི་འཐུས་མི་ཨེ་ནས་སྐུ་ཚབ་སྐུ་སོར་དེ་འདྲ་ཁ་ཤས་ཞིག་ནུབ་གླིང་ག་བསྡད་ན་འགྲིག་གི་རེད་གཞན་དེ་ཟིང་ཟིང་བྱས་ནས་མ་སྡོད་ཟེར་ནས་ངས་འདུག་སེ་ལབ་ཡིན།